ཨ་ནེ་ནམ་ཞིག་དུས་རྒྱུན་དུ་རིང་མོའི་ཐད་ཀར་རྒྱུན་སྲིང་ནང་ཡུན་ཡུན་བྱས། ང་ལ་དགའ་གོ་རྒྱག་ངེས་ཡིན་ནའི་དྲ་འདུག་ང་ལ་ཡང་རྒྱབ་སྐྱོར་བྱེད་ངེས་ཡིན་ནའི་དྲ་འདུག་རྣམ་པ་ཚོ་ཚང་མ་བདེ་པོ་ཐང་པོ་ཡོད་འོས་ཀི་ར་བ་དང་ཡིད་ཆེས་ཡོད། ད་དེ་རིང་རྣམ་པ་ཚོ་ལ་ག་རེ་འདྲ་བོ་ཞུ་འདོད་བྱུང་སོང་ལབ་པ་ཡིན་ན། ང་རང་ཚོའི་སྤྱི་ཚོགས་ནང་ལོ་ལ་དང་དེང་སང་སྐྱབས་མགོ་རུམ་བྱེད་ཀི་དུས་ཀི་དགོངས་པ་བཞི་པོ་འདི་རེད་བ། འདིའི་སྐོར་ལ་ཡར་འགྲེལ་བཤད་རྒྱག་ངེས་ཞིག་མང་པོ་ཞུ་སོང་འདུག།

ཨ་ནི་ལུག་རྒྱུགས་ཐོག་ནས་རང་བཙན་ཡིན་པ་ཡིན་ན། ད་ཁོ་རང་འདྲ་པོ་ཅིག་གི་ཁ་ནས། བོད་འདི་ལུག། ལུག་རྒྱུགས་ཐོག་ནས་རང་བཙན་ཡིན་པ་ད་ད་ལྟའི་སྐབས་ནང་ལོ་ལ། ཆབ་སྲིད་ཀྱི་གནས་སྟངས་ཐོག་ནས། རྒྱ་ནག་གི་འཆར་གཞི་རེད་བྱས་ནས་གསུང་དགོས་ཀྱི་རྒྱུ་མཚན་འདྲ་བོ་དེ་ངའི་རྩ་བ་རང་ནས་མཐོང་གི་མི་འདུག་བ། འདི་ད་གཅིག་བྱས་གཉིས་པ་འདིའི་ནང་ལོ་ལ། ད་ག་ད་རྒྱ་གོར་མ་ཅིག་གི། ཐུགས་ཀྱི་དགོངས་པ་བཞི་བོ་འདི་རྣམས་ནི། གཅིག་འདི་དག་གཙོ་ཆེ་ཤོས་གཅིག་སྟེ། མི་ལ་ཡང་བྱམས་ཆེན་བྱམས་སྙིང་རྗེ། དེ་ག་ན་ཞེ་གཅིག་གིས་ག་ལ་བ་རེ་ད། བརྩེ་བ། ཨ་ནི་མི་ལ་ཡང་བརྩེ་དུང་བྱེད་ཡ་དེ་འདྲ་རེད་བ། མི་ལ་ཡང་མཐོང་ཆུང་མ་གཏོང་ནི་བརྩེ་དུང་བྱེད་ཡ་བཟོ་བ་གོམས་ཡ། འདི་ཚོ་དྲན་དེ། ད་ཐུག་གི་དགོང་པོ་བཞི་ནང་ནས་གཙོ་བོ་གཅིག་རེད་བ། ད་ཡིན་ན་ཁོ་རང་གིས་རྒྱ་མགོ་རིང་པོ་བྱེད་ཀི་ཐུག་གི་དགོང་པོ་བཞི་བོ་དེ་ཁོ་རང་གིས། འགྲེལ་བཤད་མི་མང་ལ་རྒྱབ་བཞག་མ་གཏོགས་ཁོ་རང་རང་གིས་ལག་ལེན་ཁེལ་གི་འདུག་བས་ཟེར་ན་ཁེལ་གི་མི་འདུག་བ། དཔེ་མཚོན་འདྲ་བོ་བཞག་པ་ཡིན་ན་ང་ཚོ་འདྲ་བོ་ད་ང་ཚོ་ཟེར་ན་མ་འགྲིག་རེད་བ་ང་འདྲ་བོ་ཅིག་གིས་གདམ་དོན་སེལ་རྒྱུ་བཅས་སྤེན་པ་ཚེ་རིང་ལ་དྲི་བ་འདྲ་བོ་ཅིག་བཀོད་པ་ཡིན་ན་ཁོ་རང་གིས་ལན་འདི་ང་ཚོ་གྲས་ལ་མཐོང་ཆུང་བཏང་ཡག་ལ་སོགས་པ་དམའ་འབེབས་བྱེད་ཡག་ལ་སོགས་པ།

འདི་ཞིབ་ཀྱིས་གོ་ཡ་འདི་གལ་ཆེན་པོ་ཞིབ་ཕྱིར་བ། ད་ང་ཚོས་གྲོགས་གཅིག་གིས་དྲི་བ་དྲིས་ཀྱི་ཡོད་ན་ཁོ་རང་གིས་དགོངས་པ་ག་རེ་བཞེས་དགོས་ལགས་ན། ང་ཚོ་ཡི་དྲི་བ་ཅིག་བཀོད་དགོས་ཡ་རེད་དྲི་བ་བཀོད་དགོས་ཡ་འདི་ཁོ་རང་བོད་མི་རིགས་ཅིག་དང་བོད་རྒྱ་ཁབ་ཅིག་ལ་ཡ་ཞེན་ཁོག་ཅིག་ཡོད་ནི་བཀོད་དགོས་ཡ་རེད་ཨ་ཁ་ཁ་སྙིང་རྗེ་ཡ། བཀོད་དགོས་ཡོད་རེད་ད་ཡིན་ན་བཀོད་སྟངས་དང་བཀོད་ལུང་ཁྱི་སྟངས་འདི་ནི་ཡག་པོ་མི་འདུག་བསམ་ས་ཅིག་དགོངས་པ་བཞེས་རྗེས་ང་ཚོ་ལ་ཡི་མིག་གིས་བདུད་རྩི་རོ་སྤྲད་རོགས་འདི་འདྲའི་སྐད་ཆ་དྲིས་པ་ཡིན་ན། བབ་ཆགས་པོ་དང་ལན་པོ་རོགས་ཅིག་ཡོད་རོགས་འདིར་མི་འདུག་ཨ།

དགོངས་པ་རྒྱ་ཆེན་པོ་བཞེས་དགོས་པར་རོ། འདི་གཅིག་གསུངས་ཡོད་དུས་མི་མི་མང་ཚོགས་ཀྱི་བསམ་བློ་ནང་ལ་འདྲ་མ་འདྲ་ཅིག་འཁོར་བཞིན་གྱི་རེད། ད། རང་བྱན་ཆུད་པ་ཡིན་ན། ཨ་ནི། དབུས་གཙང་ཚོ་ལ་ཐོབ་ཐང་མང་ང་ཡོད་རེད་ཅེས་ནི་བཤད་ཡོད་དུས། མདོ་སྟོད་དང་མདོ་སྨད་གཉིས་ལ་ཡང་རང་བྱས་ཚོད་ཀྱི་ཐོབ་ཐང་ཡོད་མ་རེད། མེད་ན་ཐོབ་ཐང་ཉུང་ང་ཡོད་རེད། ད་དེ་འདྲའི་ཆིག་གི་དབྱེ་བ་སྒྲོག་ཅིག་པིན་འགྲོ་དགོས་རེད་དེ་མེད་ན། མདོ་སྟོད་དང་མདོ་སྨད། འདི་གཉིས་དེ་སྡེ་བ་གཞུང་ཁུངས་གཏོགས་ནང་ལོ་ལ། མེད་པའི་བཟོ་སྒྲོག་ཅིག་དེ་འདྲས་གསུང་དགོས་རེད་ག་འདྲ་རེད། བ། ནམ་ཞག་དུས་རྒྱུན་དུ་ནི་བཀའ་མའི་ག་རེ་གསུང་གི་ཡོད་ན་བཀའ་མའི་དེ་གང་ཐུག་ཐུག་གི་གསུང་མོ་གོ་བ་གི་འབད་བརྩོན་ཅིག་གནང་རོགས་བྱེད་བྱེད་ཅེས་འབོད་སྐུལ་ཞུས་ཏེ་ངས་གང་ཟེར། གལ་ཏེ་གསུང་བ་ཡིན་ན་བཀའ་མོས་འདི་གི་སྤྱི་ཚོགས་ནང་ལོག་ལ་སྤྱི་ཚོགས་གཅིག་སྒྲིལ་ཆ་ལ་ག་གམ་ཅིག་ཕན་གི་འདུག་འདི་གི་གང་དགར་ག་རེ་འདྲ་བོ་རྒྱུ་འབྲས་ཅིག་སླེ་ས་རེད་འདི་དགོངས་པ་བཞེས་བྱས། བཀའ་མོས་ཅིག་གསུང་རོགས་བྱེད་བྱེད་ཅེས་འབོད་སྐུལ་ཞུས་ཏེ་ངས་གང་ཟེར་སོ་སོ་འདྲ་བོ་ཅིག་ཡིན་ན་ཡིན། ཉིས་སྟོང་བཅུ་དགུ་དང་མ་འདྲ་བ་ཅིག་ད་ལྟའི་སྐབས་ནང་ལོག་ལ་འགྱུར་བ་ཤུགས་ཆེན་པོ་ཞུགས་ཅིག་བཏང་བཞག་ཡོད། སྤྱི་ཚོགས་རང་ལ་ཡང་བསམ་བློས་སུ་དང་བྱེད་འགྱུར་བ་ཞིག་གཏང་གི་ཡོད་རེད་བ་སྤྱི་ཚོགས་འདི་ཆིག་སྒྲིག་གི་ངོ་ཐོག་ལ་འགྱུར་བ་ཡིན་ན་དགའ་བསུ་སྐད་ངེས་ཀྱི་མི་བྱེད། སོང་ཙང་ད་ལྟའི་སྐབས་ནང་ལོགས་ལ་ད་མང་དྲག་གི་འདུག་རེད་བ། མ་གཞི་ནས་ང་རང་ཚོ་འཛམ་གླིང་འདིའི་ནང་ལོགས་ལ་སོ་སོ་སོ་རྒྱ་ཁབ་དང་སོ་སོ་འཛམ་བུ་གླིང་གི་ལུགས་རྒྱུ་རྒྱ་རབ་བློ་བདེ་མཁན་མང་ཆེ་བ་མཁས་དབང་མང་ཆེ་བ་ནང་ནས་འདུག་གཟི་དེ་དང་སེམས་པ་ཐང་ད། ཀླད་པ་ཐང་ཐང་མེད་དེ་ངས་བཟོ་རོགས་འདི་འདྲ་ཆགས་ཀྱི་འདུག་སོང་ཙང་ང་ཚོ་གི་བདམས་ཐོན་གྱི་སྲིད་སྐྱོང་ཨེ་ད་དེང་སང་བོད་ཀྱི་རྒྱ་རབ་དང་བོད་ཀྱི་ལུག་རྒྱུ་ལོ་ཡ་མང་དྲ་ནས་གཅིག་བྱས་ན་སེམས་པ་ཐང་ཐང་འདྲ་བོ་ཅིག་རྨ་བྱ་བ་གི་སྔོན་རྟགས་འདྲ་བོ་འདི་འདྲ་ཅིག་མེད་ན་བསམ་ས་རོགས་ཅི་ཡ་ཁྲེལ་ཡོད་ཁོ་ཐག་རེད་བ་འོ་དེ་ཡིན་དུས་ད་གང་དག་ཅིག་གིས་ཁོ་རང་གི་ཉིས་སྟོང་ཉིས་རྩ་དྲུག་དེའི་འོས་བསྡུ་དེ་དང་སྦྲགས་ཆེད་ཨ་ནི་རང་བྱེད་རྩོད་པ་ཡིན་ན་དབུས་གཙང་ལ་ཐོབ་ཐང་མང་ང་ཡོད་རེད་ཅེས་ནི་གསུང་གི་ཡོད་བ་ཡིན་ན།

འདི་ཡིན་འདུག་དགོངས་པ་རྒྱ་ཆེན་པོ་བཞེས་དགོས་རེད་བསམ་བསམ་ཞིག་དྲན་གི་འོ་ཁ་སེང་གི་བརྙན་ཐུང་འདི་ངེད་ཀྱི་བརྙན་ཐུང་ནང་ལོགས་ལ་ད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་མི་ལོ་རྒས་འབའ་ཞབས་ཆུ་ཞུ་ཉུལ་མཁན་སྤྱི་ཚོའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་སློབ་སྦྱོང་གི་ཐོག་ནས་མཁས་དབང་ཆབ་སྲིད་ཀྱི་ཐོག་ནས་མཁས་དབང་རྣམ་པ་ཚོ་ད་ང་ཚོའི་སྤྱི་ཚོགས་ཉག་དྲག་པོ་ཡི་དུས་ཚོད་ནང་ལ་སླེབས་འདུག་ཐུགས་རྗེ་གཟིགས་དགོངས་པ་རྒྱ་ཆེན་པོ་བཞེས་རྗེས་ད་ཞེ་བསང་ཡས་ཀྱི་དུས་ཚོད་ཅིག་རེད་བསམ་བསམ་རུང་ཞིག་དྲན་གི་ཡོད་རེད་བ། ང་རང་ཚོ་གི་ཨ་ནི་སྐྱབས་མགོན་རྣམ་སྲས་ལོ་དགུ་བཅུ་གི་ཕེབས་སོང་བ་བྱས་རྗེས། ཨ་ནི། དེ་དག་ནི་ང་ཚོ་དགག་དགོ་བའི་དགག་དགོ་ཡ་དང་དཀྲོག་དགོ་ཡ་གི་རེད་ད་ཡིན་ན། གཉིས་པའི་ཐོག་ན་ནི་ང་ཚོ་དགོངས་པ་བཞེས་ཡ་རེད་ད། ད་ང་ཚོ་སྐྱབས་མགོན་རིན་པོ་ཆེ་ད་ང་ལོ་དགུ་བཅུ་ཐམ་པ་སླེ་སོང། ད་ལོ་བཅོ་ལྔ་ཚོད་མ་ཤེས། ཨ་ནི། ཁ་ད་ལོ། ཁ་ཤེས་ཀྱི་མ་ཤེས་ད་བསྡད་ཡ་གི་དུས་ཚད་མི་འདུག་ད་བོད་མི་མང། བོད་མི་རིགས་འདི་ཚོ། ཟབ་ས་བྱེད་ཤོག་ཨ། ད་ཡ་གཅིག་སྒྲིལ་བྱེད་ཤོག་ཨ། ཨ་ནི།

སོང་ཙང་རྣམ་པ་ཚོ་ཚང་མ་ལོག་གི། ང་རང་ཚོ་སྤྱི་ཚོགས་འདི། ཨ་ནི། ཚ་ཧུ་ཧུ། ཁ་བུ་ཧྲུག་ཧྲུག་བྱས་བྱས། དགའ་དགའ་དཀྲོག་དཀྲོག་ཐོག་ནས་འགྲོ་ཡ་གི། དེ་འདྲའི་ལ་ཡ་དགའ་མོས་གནང་གི་ཡོད་ན། ད་ང་རང་ཚོ། དངོས་གནས་དྲང་གནས། ལོ་ཉི་ཤུ། ཉིས་སྟོང་ཉི་ཤུ་གོང་དང་ཉིས་སྟོང་ཉི་ཤུ་ནང་ལོ་ལ། ཨ་ནི་རྣམ་པ་ཚོ་མང་ཆེ་ཡ་གི། དགྲ་བོ་ཡེ་བ་ཞིག་སོང་གི། གོ་སྐབས་ཅིག་སྤྲད་པ་རེད། བདམས་ཐོན་སྲིད་སྐྱོང་ལ།

ད་རྡ་རམ་ས་ལ་གཡས་གཡོན་ལ་བུ་མོ། མི་གཞན་པ་གཅིག་གིས་བོད་པ་བུ་མོ་ལ་གྲི་རྒྱག་པ་ལ་སོགས་པ། ཨ་ནི་བོད་པ་སྤུ་གུ་འདི་ཚོ་གིས། གཅིག་གིས་རྡ་རམ་ས་ལ་ཉེས་རྡུང་པ་ལ་ཡ། གཏོར་གི་ཡོད་བས་སོ་ར་བོ་གི་བརྙན་ཐུང་འདི་འདྲའི་སྤྱི་ཚོགས་དྲ་ལ་ནང་ལ་མང་པོ་ཞིག་གྲོགས་འདི་གི་འདུག་ཨ། འདི་ཚོ་ཚང་མ་ལོ་སྔོ་ནས་དྲག་ནས་བདེན་སྲུང་རེད། རེད། རེད་བ། ད་ག་ན་ཤེས་སྤྱི་མཐུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་བདམས་ཐོན་གྱི་སྲིད་སྐྱོང་གཙོས་སྤེན་པ་ཚེ་རིང་རེད། ཚང་མ་ལུག་གི། ད་ག་ན་ཤེས་གཅིག་གི་ས་གནས་ས་ཐོག་གི་ཞི་འགོ་འདོད་མཁན་རེད། ཕྱོགས་པ་སྐྱིད་སྡུག་གི་རྒྱུན་ལས་ཟོག་ཟོ་རེད་དེ་ཚོ་གི་འཐུས་ཤོར་རེད་བསམ་ས་རུ་དྲན་གི་ཡོད་རེད་བ། སྟོན་ཟོ་དེ་ཚོ་ཚང་མ་ལོག་བ་དགོངས་པ་རྒྱ་ཆེན་པོ་བཞེས་བྱས་ད་རིང་ཉིས་སྟོང་ཉིས་རྩ་དྲུག་ནང་ལོག་ལ། ང་རང་ཚོ་གི་ལུག་ཁྱུ་རྒྱལ་རབས། རེད་བ་ལུག་རྒྱུ་གསར་པ་གཅིག་བཀོད་ཐུབ་ན་ཡག་པོ་ཡོད་རེད་བ། ལུག་རྒྱུ་གསར་པ་དེའི་ནང་ལོགས་ལ་ཡང་ང་ཚོ་གི་བུད་མེད་ཅིག་སྲིད་སྐྱོང་རྐུབ་བཀྱག་གང་ལོགས་ལ་སྐྱེལ་ཐུབ་པ་ཡིན་ན་དེ་ང་ཚོ་གི་གཟི་བརྗིད་རེད་བསམ་ས་བ་ཅིག་དྲན་གི་ཡོད། དམིགས་བསལ་གི་སྐྱག་མགོ་རུམ་བཅས་ཀྱི་ང་ཚོ་སྤྱི་ཚོགས་ནང་ལོགས་ལ་བཀའ་མང་པོ་ཅིག་ཕེབས་ཡོད་རེད་བཀའ་དེ་ཚོ་ཚང་མ་ལོགས་ང་ཚོ་ལ་ཡག་བདག་རེད་བསམ་ས་བ་ཅིག་དྲན་གི་ཡོད་ད། གཅིག་གི་བྱམས་སྙིང་རྗེ་དཔའ་བར་གི་ཐོག་ནས་བྱམས་སྙིང་རྗེ་ཡོད་མ་རེད་ད་ཞུ་གི་མེད་རེད་ཡིན་ན། བྱམས་སྙིང་རྗེ་འདི། སློབ་སྦྱོང་དང་ན་སོང་ན་ལས་སེམས་དྭངས་ཤོས་འདི། སྐྱབས་མགོན་འཛིན་ངའི་ཨ་མས་ཐོག་ནས། ང་ལ་ཡར་རག་སོང་ལོ་བྱེད་མི་གསུང་བའི་རོགས་སོང་ས། ང་ཚོའི་སྤྱི་ཚོགས་ད་ལྟ་ཟླ་དྲུག་ཕར་འགྲོ་ཕྱིན་བདེ་བ་འདི། བུ་མེད་ཅིག་སྲིད་སྐྱོང་ཅིག་སླེབས་ཐུབ་པ་ཡིན་ན། ཨ་ནི། དེ་འདས་ཁོ་རང་ང་ཚོའི་སྤྱི་ཚོགས་འདི། ཧ་ཧུ་ཧུ་དགའ་དགའ་སྤྲོ་སྤྲོ་ཐོག་ནས། འགྲོ་ཐུབ་འི་གི་ར་བ་དང། ཡིད་ཆེས་ཏན་ཏན་ཡོད་སོང་ཙང་ང་ཚོས་ལུག་ཁྱུ་གསར་པ་ཅིག་ངེས་པར་དུ་བརྐོ་དགོས་ཀྱི་འདུག་བསམ་ས་རུ་ཞིག་དྲན་དགོས་དེ་ནང་ནས་དམིགས་བསལ་གྱི། ད་ལྟ་འདྲའི་སྲིད་སྐྱོང་ལ་ཡག་མིག་བཙུམ་ནས་ཡིན་ན་འདྲ་འདུག་འེ་རྐུ་མ་རྒྱབ་ནས་ཡིན་ན་འདྲ་འདུག་མ་རབས་བཤད་ནས་ཡིན་ན་འདྲ་འདུག་ཧམ་པ་བཤད་ནས་ཡིན་ན་འདྲ་འདུག་ཨ་རྣམ་པ་ཚོ་གི་སྐྱེས་པ་རེད། སྐྱེ་བ་འདི་ན་དུས་ཚོད་སྤྲད་པ་རེད་དུས་ཚོད་སྟེར་བ་ན་ཤེས་ཚེ་རྣམ་པ་ཚོ་བཟི་ཡི་ཡོད་རེད། ག་གམ་གཅིག་གནའ་པ་ཚོ་ལ་ཐུགས་ཕན་གསོས་ཡོད་རེད་ག་གམ་གཅིག་གི་བོད་སྤྱི་པ་ཅིག་ལ་ཐུགས་ཕན་གསོས་ཡོད་རེད། ག་གམ་གཅིག་གི་སྤྱི་མཚོས་བོད་མི་སྒྲིག་འཛུགས་ཅིག་ལ་ཐུགས་ཕན་གསོས་ཡོད་རེད་འདི་རྣམ་པ་ཚོ་ཚང་མ་ལུག་གི་གཟི་ཡོད་རེད། སོང་ཙང་འདི་ཚོ་ལ་ཡང་དགོངས་པ་ཅིག་བཞེས་རྗེས་ད་རིང་དགོངས་པ་གསར་པ་ཅིག་དང་བསམ་མནོ་གསར་པ་ཅིག་རེད་བ། ཨ་ནི་བོད་མི་རིགས་དང་བོད་རྒྱ་གར་རང་ལ་ཡང་དགོངས་པ་ཅིག་བཞེས་རྗེས།

སྐད་ཆ་བཤད་ཐུབ་ཀྱི་ཡོད་ན། རྣམ་པ་ཚོ་གིས་ག་རེ་དྲིས་ཀྱི་ཡོད་ནས་དྲི་བ་འདི་ལ་རྣམ་པ་ཚོ་ལའེ་ད་ག་ནང་ཐོབ་ཐང་ཇི་ཡོད་རེད། ཨ་དྲི་བ་འདི་ལའེ་ད་གི་ངས་གོང་དུ་ལབ་བ་ནས་ཤི་རེད། དམ་དོན་སྲིད་སྐྱོང་གིས། སྐྱབས་མགོ་རུ་འཇིགས་ཀྱི་ཐུགས་ཀྱི་གོང་བུ་ཞིག་གིས། དགང་བློ་ལ་འགྲེལ་བཤད་མང་པོ་ཅིག་བྱོན་དགོས་རེད་བྱམས་སྙིང་རྗེ་མི་གཞན་ལ་ཡ། ཆེ་གཏོང། གཙང་བཟའ་རྣམ་པ་ཚོ་ལ་ངས་ཆེ་མཐོང་ཞིག་སྤྲད་ཀྱི་ཡོད་དེ་འདྲའི་རྣམ་པ་ཚོ། བསྐོ་ཡག་གི་ཐོབ་ཐང་རྒྱ་ཆེ་རྒྱ་ཕམ་པ་ཡོད་རེད་བསྐོ་ཆོག་གི་རེད། ཨ་ནི་བསྐོ་བ་འདིས་གིས་ང་ཚོའི་སྤྱི་ཚོགས་ལ་ཡང་ཕན་ཐུག་བ་ཆིག་གནང་རོགས་གནང་ཅེས་ནས་ཞུ་ཡ་ཡིན་ད། ཅེས་ཟེར་བ་ད་ང་ཚོ་གི། སྐྱིད་པོ་འདུག་བ། བསྟན་འཛིན་ཁལ་ཆུ་བ་ལ་བ་ལ་བ་ལ་བ་ལ་བསད་པ་མ་བསད་པ་མ།

སོ་སོ་འདྲ་པོ་བྱས་ན། ཉིས་སྟོང་བཅུ་དགུ་ནས་བཟུང་ནས། བོད་རྒྱལ་ཁབ་དང་བོད་མི་རིགས་ལ་ཡང་ཐུགས་ཕན་གྱི་སྲོལ་ཡོང་བསམ་ས་རུ་ཕྱིར་དྲན་བྱས། དེའི་ནང་ནས་དམིགས་བསལ་གྱིས། སོ་སོ་ཤི་ནས་འགྲོ་བ་ཡིན་ན། སོ་སོ་གི། ལས་བྱ་བ་དང། སོ་སོ་གི་བཤད་བྱ་བ་འདི་ཚོ། དྲ་རྒྱ་གང་ལྷག་གི་རེད་མ་འོངས་པ། ཨ་ནེ་མི་རྒྱུ་ས་བ།

ད་ལྟའི་ཉིས་སྟོང་ཉིས་བརྩ་དྲུག་ནང་ལོགས་ལ་དངོས་གནས་དྲང་གནས་ཅིག་གིས་ལོ་ལྔ་ནང་ལོགས་དུས་གཅིག་གླེགས་དགོས་པ་རེད། སྐབས་རེ་ང་ཉིས་སྟོང་ཉི་ཤུ་གི་འོས་བསྡུ་དང་སྦྲགས་རྗེས་འོས་བསྡུ་གི་དྲིལ་བསྒྲགས་དང་སྦྲགས་རྗེས་བསམ་བློ་ཅིག་གླེང་འདུག་ཡ་ཡུ་བློ་ཕམ་གི་འདུག་ཡ་ཡུ་ཡ་ཡུ་བློ་ཕམ་གི་འདུག་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཁ་གི་ང་ཚོ་བཤད་ཡ་གཅིག་ནང་ལོགས་ལ་ག་རེ་བཤད་དགོས་པ་ལབ་པ་ཡིན་ན་ཨ་ནི།

ང་ཚོ་རྟེན་འབྲེལ་དང་ཁྱད་མེད་མ་སོང་ན་རེ་བ། དེ་ཚོ་དྲན་གི། ང་ཚོ་བླ་མ་ལ་ཡག་སྙིང་གདིང་ནས། ག་གམ་བརྩི་གི། གུས་བརྩི་དང། ག་གམ་བརྩི་གི་བརྩེ་དུང་ཡོད་མེད་དེ་གསལ་པོ་ཞུ་ཅི་སྟོན་གུ་དོག་བེད། ཁོ་རང་དགའ་པོ་མཉེས་པོ་ལ་ལྷུང་བདེ་བ་ལ་བེད་ཁོ་རང་སོ་སོ་ཆོལ་ཁ་གི་ཞེན་ཁོག་ཁྱི་དེ་བ་དེ་འདྲེ་གི་ངོ་བོ་ཅིག་སྟོན་གུ་དོག་སོ་སོ་འདྲ་པོ་ཅིག་ཡིན་ན་སྤྲུལ་ན་མ་བཏང་ངས་ཁམས་པ་ཡིན་ཁམས་པ་ནང་ནས་གང་ཚེ་ཡིན་སྤྲུལ་ཁམས་པ་ཡིན། ཡིན་ན་དེ་འདྲའི་གི་ན། སོ་སོ་གི་ཆོལ་ཁ་ལ་ལྷུང་བཞག་པ་དེ་འདྲའི་གི་ལས་ཀ་ཚོ་བོ། སྤྱི་ཚོགས་ལ་མ་ཕམ་གི་རྒྱ་ཁབ་ལ་མ་ཁེན་གི། ད་ག་ནང་བཤད་ཅིག་གི་སོ་སོ་བླ་མ་ལ་མ་ཕན་གི་དེ་འདྲའི་གི་ལས་ཀ། དུས་ནམ་ཡང་བྱེད་མེད་ད། སོང་ཙང་དེ་འདྲའི་དྲན་དེ་ཚོ། དགོངས་པ་རྒྱ་ཆེན་པོ་བཞེས་དགོས་རེད་བསམ་ས་རེད་དྲན་གྱི་ཡོད་ལགས་སོ། ཨ་ནི་ཚེ་རིང། དགའ་ཤོག་སྤྲོས་ཤོག་སྐྱིད་ཤོག་བླ་མས་སྐྱབས། བོད་རྒྱལ་ལོ། བོད་རྒྱལ་ལོ། བོད་རྒྱལ་ལོ།